ཁྱེད་རང་དང་པོ་སྐྱེས་ས་ཕ་ཡུལ་རྩྭ་ཐང་རེད་བ། ཨན་ཆུང་དུས་འཚར་ལོངས་བྱུང་ས་ཡང་རྩྭ་ཐང་རེད་བ། ཨན་དང་པོ་ཁྱེད་རང་ཆུང་ཆུང་ཡིན་དུས་ཁྱེད་རང་ཚོ་ཕ་ཡུལ་གྱི་མི་ཚང་མ་གིས་རྩྭ་ཐང་ཕྱེ་མ་འཇོ་ར་ཟེར་ཡག་གི་དེ་ཐ་སྙད་དེ་དེ་དང་ཁོ་ཚོ་དེ་སྐོར་ལ་དེ་ཚོ་ར་ཡོད་རེད་བས། ང་བུ་ཆུང་ཆུང་ཡིན་དུས་ཨ་ནེ་དེ་དེ་སྤྱིར་བཏང་དེ་གོ་མ་མྱོང། ན་ས།
ཨ་ནེ་དེ་ཐོག་དང་པོ་རྩྭ་ཐང་ཕྱེ་མ་འཇོ་ར་ཟེར་གོ་ཡ་དེ་ཧ་གོ་ཡ་དེ་ང་རང་བསླབ་གྲྭ་ཆེན་མོ་འགྲོ་བའི་སྐབས་དེ། ཨ་ནི་ང་རྟ་ཞོན་ཡག་རྒད་པོ་ཡོད་རེད་ཨ་ནི་ངར་སོ་དྭངས་མ་རྟག་པར་རྟ་ཞོན་གྱི་དགུན་ཁ་དེ། ཨ་ནི་རི་ག་གང་སང་དྭངས་ཡག་འདྲ་པོ་དེ་འདྲ་འགྲོ་གི་ཡོད་རེད་དེ་སྐབས་དེ་ཨ་ནི། ཐང་མ་གྱི་ཧོབ་དེ་མཐོང་སོང། བས་དེ་ཤེས་མ་དེ་སློང་གི་ཁུར་གྱིས་ཨ་ནི་བས་རྩྭ་ཐང་གནས་འགྲོ་གི་འདུག་ཨ་ནི་དེ་ནི་རྟག་པར་སྟོད་ནང་ཞོང་པ་རེད་ཨ་ནི་བློ་རྟག་པར་ཆེན་གྱིས་ཨ་ནི་བལྟས་པ་ཡིན་དེ་སྐབས་དེ་དངུལ་རི་སྦྲང་དེ

སྤྱིར་བཏང་གི་གནས་ཚུལ་འདི་འདྲའི་ཆེད་ན་སོ་སོའི་ཚོར་བ་དེ་ནམ་བསམ་ཡོང་དགོས་རེད་བ། ཡིན་ནང་དེ་དུས་ཕ་ཡུལ་གྱི་མི་ཚང་མ་དེའི་སྐོར་ལ་དོ་སྣང་ཡོད་ནམ། དེ་ཕ་ཡུལ་གྱི་མི་དེ་ཚོ་ངས་ང་རང་དོ་སྣང་དེ་ཡོང་མི་འདུག་ཨ་མ་ལ་སྐད་ཆ་དྲིས་པ་ཡིན། དེ་ཨ་མ་དེ་ཚོ་དེ་དེ་ཚོ་དོ་སྣང་བྱེད་ཀྱི་འདུག་ན་ཟོ། ད་དེ་འདྲའི་བཙལ་ས་ཞིག་མ་འབྱུང་གི་ད་ག་རེ་བྱེད་ཀྱི་མ་འོངས་པ་ན་དེ་འདྲའི་འདྲ་པོ་བསམ་བློ་བཏང་གི་འདུག་ན་ཟོ། ཨ་ནི་ངས་མ། ཕར་གྱི།

ཡིན་ན་ལ་དེས་ད་ལྟ་དེ་ནང་བཞིན་དེ་འདྲའི་མང་པོ་མཐོང་ཡོང་བས་ཨ་ནི་དེའི་བསམ་བློ་འདྲ་འགྱུར་སོང། ད་མ་འོངས་པ་ན་དེ་འདྲའི་ལས་ཀ་འདྲ་བྱེད་ཡག་ཐབས་ཤེས་ཡོད་ན་མེད་ན་དེ་འདྲའི་བསམ་བློ་འཁོར་སོང། ཨ་ནི་ཐེབས་འདྲ་མང་པོ་བལྟས་ཡིན། ཐེབས་དེའི་སྒང་ལ་ཅིག་དོ་སྣང་མང་པོ་བྱེད་ཡོང་དུ་མང་ཆེ་བ་དེ་གོ་ཡ་དེ། ད་བཙལ་ས་ཞིག་མ་ལོག་ཡ་དེ། ད་ནོར་མང་དྲགས་ཤིང་དོགས་པ་མང་ཆེ་སྐད་ཆ་དེ་གཅིག་པོ་རེད། ངས་དེ་སྐབས་དེ་དེ་ཏན་ཏན་ཡིན་གྱི་རེད་བསམ་བྱུང།
དེ་ནས།

གཞས་མ་སྔོན་འགོག་བྱེད་རྒྱུ་གི་ལས་ཀ་དེ་བྱེད་པའི་བརྒྱུད་རིམ་ནང་ལོགས་ནས། དཀའ་ཁག་ཆེ་ཤོས་དེ་ག་རེད་ན། ཐོག་དང་པོ་གི་དཀའ་ཁག་ཆེ་ཤོས་དེ། ལྟ་སྐྱིའི་ཆ་ནས་འབྲོག་པ་དེ་ཚོ་ཡིན་ན། རྩྭ་ས་ལ་མ་སེམས་ཀྱི་སྐྱིད་སྟངས་ཡོད་མ་རེད། ལྷག་པར་དུ་ལོ་ཆེ་ཤོས་དེ་ཚོ། ད་རྩྭ་ཐང་ཟེར་ན་ཁོ་ཚོ་བོད་དེ། རང་ཚོ་སོ་སོ་གི་ནང་འདྲ་པོ་བསམ་བློ་གཏང་གི་ཡོད་རེད་སོ་སོ་གི་ཕ་མེས་འདྲ་པོ་བསམ་བློ་གཏང་གི་ཡོད་རེད་ཡིན་ན་ལ་བསམ་བློ་དེ་རིགས་འཁོར་མི་འདུག་ད་དེ་སྤྱིར་བཏང་རེ་བས་ཡོད་མ་རེད་འདྲ་པོ་བསམ་ཡོད་རེད་རྒྱུ་མཚན་ག་རེ་ཟེར་ན་རྔན་མ་ཡོད་མ་རེད་དེ་གསར་དུ་ཡོང་བཅུག་ཅིག་རེད་དེའི་སྒང་ལ་སྲིད་གཞུང་གི་ངོ་མ་ལས་ཀ་དེ་དེ་ཕྱིས་ཡོད་རེད་དེ་ཚོ་ཁོ་ཚོ་ཉན་བསྡད་ཀྱི་མིན་ན་ཨ་ནི་སྲིད་གཞུང་གི་བཙལ་ས་ཤེས་ས་ཤེས་ས་སྔོན་འགོག་བྱེད་ཡག་གི་དེའི་དངོས་པོ་ཐ་དྲང་དེ་དང་འགྲོགས་པ་ནི་པའི་རྟགས་རང་པོ་རེད། དཔེར་བཞག་ན་ཁྲི་ཚོ་བརྒྱད། ཁྲི་ཚོ་ལྔ་བརྒྱད། ཁྲི་ཚོ་སྟོང། དེ་ཁ་དྲང་དེ་དང་འགྲོགས་པ་ནི་རྟགས་རང་པོ་རེད་དེ་གཅིག་རེད། གཉིས་དེ། ལག་རྩལ་ཟེར་དེ། ད་འགྲོགས་པ་ཁྱོད་ལག་རྩལ་ཡོད་མ་རེད་ད་ང་ཡོད་མ་རེད་འདྲ་བསམ་མནོ་དེའི་དབང་གིས་ཅི་བྱ་ནི་ཞེ་ན། ད་ང་ཚོ་གོ་བཙལ་ས་ཤེས་མཁན་སྔོན་འགོག་སྤྱིར་བཏང་བྱེད་ཐུབ་ཀྱི་མ་རེད་བསམ་གྱི་བློ་དེ་རེད། ཡིན་ནའང་ཐབས་སྣ་ཚོགས་ཀྱི་ཐོག་ཏུ་ང་ཚོས་ཚོད་ལྟ་ཞིག་བྱས་ད།

བློ་ཆེན་པོ་དེ་ཚོ་སྐད་ཆ་བཤད་ཡོང་དུས་ན་ཁོ་ཚོ་གི་རྩྭ་ས་ཕྱི་མར་འགྱུར་ཡག་གི་རྩྭ་ས་སྡུག་རུ་འགྲོ་ཡག་གི་ལྟ་སར་དེ་ད་ཨ་ནི་ཐེབས་གི་ནང་ད་ཁྲིད་ཕྱོགས་དེ་རྩ་བ་ཉིད་འདྲ་གི་མི་འདུག་ཁོ་ཚོ་ལ་ཁོ་ཚོ་གི་ཅིག་བཤད་སྟངས་མང་པོ་འདུག་རེ་རེ་ཡིན་ནི་མང་པོ་འདུག་དཔེར་བཞག་པ་ཡིན་ན་ང་ཚོ་དེ་ང་ཚོ་ཕ་ཡུལ་དེ་མར་མེ་འགྲིལ་འདུག་ཟེར་དེ་ཡོད་རེད་དེ་ནས་ཕ་དེས་ཕྱིན་པས་ན་ལེ་བར་རྗེས་འདྲ་ཟེར་ནས་མ་ཆུས་དེ་མ་ཆུས་གི་དེ

ཆེས་ཡག་ཤོས་འདྲ་པོ་བརྩི་གི་ཡོད་རེད་ལན་གསར་སྤེལ་ཆེན་པོ་ཡོད་རེད་ལན་གསར་དེ་ངོ་མ་བར་སྐྱི་ལོ་སུམ་ཆའི་བཞི་བཅུ་གི་སྔོན་དེ་ག་རེ་བྱེད་གི་ཡོད་རེད་ན་དཔལ་འབྱོར་བྱེད་གི་ཡོད་རེད་འཕེལ་རྒྱས་གཏོང་གི་ཡོད་དེ་བྱེད་གི་མེད་སྐྱེ་ཁམས་བྱེད་གི་མི་འདུག་སྐྱེ་སྐབས་དེ་ག་རེ་བྱེད་པར་ཟེར་ན་ཏང་གི་རྒྱུ་རྐྱེན་འདྲ་དེ་བྱེད་གི་ཡོད་རེད་རྒྱུ་རྐྱེན་ཉུང་ཉུང་ཅིག་བྱེད་དགོས་ལན་གསར་ཨ་ནི་ལན་གསར་བསྐུར་དེ་ཚོ་ཆེད་མཁས་དེ་ཚོ་ཤི་ཚོ་ནི་ནང་ལ་སླེབས་པ་དང་ཨ་ནི་མཛོ་དགེ་སླེབས་པ་དང་ཡལ་ག་དེ་པ་ནོར་འཚོལ་དགོས་རེད་མཛོ་དགེ་པའི་ལན་གསར་གི་ཆུ་གི་ཁ་གང་དེ་གི་འདུག།

དེ་འཕྲོ་བརླག་ཕྱིན་ཡོད། དཔེ་དང་མེད་པའི་བཟོ། སྤང་བྱ་གཅིག་གསོ་དགོས་པ་ཡིན་ན་ཕར་ཕྱིན་མི་ལོ་སུམ་བརྒྱ་ལྷག་ཙི་དགོས་ས་རེད། དེ་ཚོ་ཚང་མས་མེད་པར་དེ་ཡང་བཙལ་ས་ཤེས་མ་རྒྱུ་ཁོ་ཚོ་རྒྱུ་རྐྱེན་སྣ་ཚོགས་ཤེས་ཡ་འདུག་དེ་ནི་ངའི་བསམ་བློ་གཅིག་གོ། འོ། དེ་ཏག་ཏག་དེ་འདྲ་ཅིག་མ་རེད། ད་རྒྱུ་རྐྱེན་མང་པོ་ཅིག་ཧ་དགོས་པ་ན་ཨ་ནི་དེ་དང་མཚམས་ལས་ལི་ཁ་ཅིག་ཕྱིས་པས་ན་གཅིག་ཤི་ན་རེ་ཡོད་རེད།
དེ་འདི་འདྲ་བསམ་བློ་འཁོར་ཅིག་ཨ་ནི་ང་ཚོ་མཉམ་དུ།

ལོ་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་པ་ནས་ད་ལི་ཀ་དེ་ཆིག་ཆིག་ཁོ་ཚོ་བསམ་བློ་མང་པོ་རྙེད་ཡོང་གི་འདུག། ངོས་སུ།
ཁྱེད་རང་གི་ལས་ཀ་དེ་དེ་ཉིད་དེང་རབས་ཀྱི་ཚན་རིག་དང་འབྲོག་པའི་ཉམས་མྱོང་ཉམས་འདྲེས་བྱས་བྱས་ད་རྩྭ་ཐང་ཞིག་བྱེད་འགྱུར་གྱི་འདི་ལས་ཀ་མང་པོ་འགྲུབ་པར་བ། ཁྱེད་རང་གི་རྩྭ་ཐང་བྱེད་འགྱུར་གྱི་འགོག་རྒོལ་ཆེ་བའི་འདི་ལས་ཀ་འདི་བརྒྱུད་རིམ་གྱི་ནང་གི་འབྲོག་པའི་ཉམས་མྱོང་གསལ་ཏེ། ཡང་ན་ཁྱེད་རང་གིས་མི་ཚང་མ་ལ་དང། མི་ཚང་མ་ཧ་མ་གོ་རྒྱུ་མི་ཚང་མ་ལ་ལབ། ལབ་ཉོས་གྲོས་ཞུས་ཟེར་གི་མ་རེད་ད། ཉམས་མྱོང་དེ་ག་རེད་ན། ད་དེ་རེད།
དཔེར་བཞག་པ་ན་རྩ་བཏབ་ཡ་དེ། རྩ་དེ་ད། རྩ་བཏབ་དེ་ཤེས་ཚད་སྔོན་འགོག་བྱས་ད་བར་དེ་ལོ་མང་པོ་རེད། ཁོ་ཚོ་གི་ཐོག་དང་ཚན་རིག་བ་དེ་དེར་ཁྲིད་ཡོང་ཅིང་ཁོ་ཚོ་རྩ་འདབ་སྟངས་ལབ་གི་འདུག། འདབ་སྟངས་གཉིས་ཡོད་རེད།
གཅིག་དེ། ད་ཕྱི་མ་གང་ལ་རྩ་དེ་ད་ག་ཟེ་དེར་བཏབ་ཡ་འདྲ་པོ་དེ་རེད། གཅིག་དེ་རེད། གཅིག་དེ།

ད་ཕྱི་མ་དེ་ཚ་པོ་ཡོད་རེད་དེ་བཤད་གི་འདུག་ཨ་ནི་ཉི་མ་དེ་ཚ་པོ་ཡོད་རེད་དེ་གཅིག་རེད་རྒྱུ་མཚན་གཉིས་པ་དེ་ད་ང་ཚོ་མཚོ་བོད་མཐོ་སྒང་ལ་ལྷག་པར་དུ་མཛོ་དགེ་གི་ས་ཆ་རུ་ཐང་ཆེན་པོ་རེད་ཨ་ན་ལྷག་པ་གཅིག་བརྒྱབ་ཡོད་ན་ཟླ་བ་བཞི་པ་དེ་ལི་ཁ་གཅིག་བོ་རེད་བ་བཞི་པ་ལྔ་བ་དེ་ལྷག་པ་དཔེ་ཆེན་པོ་ཡོད་རེད
རྩྭ་དེ་ཚང་མ་ཕྱོགས་གཅིག་ལ་དེ་བཤད་གི་འདུག་དེ་ཚོ་ཚང་མ་གནད་དོན་རེད་དེ་ཚོ་ཚང་མ་འབྲོག་པ་ཚོ་བསམ་བློ་བཏང་ཡོང་རེད་རེད་ཨོ་དེ་ཡིན་གཅིག་མིན་གཅིག

ཕྱི་དྲོ་འདབ་བཀུག་དུ། ཕྱི་དྲོ་དེ་བར་ཉི་མ་ལྷོད་ལ་བབ་དང་ནི་བཙལ་ཏེ་བཅུག། སྣོད་དེ་ལྕགས་ར་ནང་ལ་བཅུག་སྣོད་སྟོང་ཕྲག་གཅིག་འདུག་དེ་འདྲའི་སྣོད་ནང་བཅུག་བཞག་པས་ན། གོང་མོ་མཚན་གང་ལ་ཕར་འགྲོ་ཚུར་འགྲོ་གྱིས། བཙལ་ཏེ་ནང་བཅུག་གི་འདུག་གཅིག་དེ་རེད་གཉིས་དེ། སྣོད་ཀྱི་རྫང་འདྲ་བོ། སྣོད་ཀྱི་ལྕི་བ་འདྲ་བོ་དེ་ཚོ་ནང་ན་མང་པོ་ཡོད་རེད། ཕྱི་ཉིན་ཤོག་པ་ས་དེ་དེ་ཚོ་རློན་པ་ཆགས་ཡོད་རེད། ལྕི་བ་མང་པོ་ཡོད་རེད་དབྱངས་ཅན་སྣོད་དེ་ཕར་དེ་ཚུར་དེ་འདྲ་བོ་བྱས་ན།

ཨ་ནི་སྲིད་སྐྱོང་མང་པོ་བྱེད་ཀྱི་ཡོད་རེད། གཅིག་བྱས་ན། ཚོགས་པ་སུ་ཡིན་ན་འདྲ་གང་ལྟར་ཀྱང་ཤེས་ཚད་དེ་སྔོན་འགོག་བྱེད་ཐུབ་ཀྱི་རེད། ཡིན་ན་དེ་མ་འོངས་པ་ན་དབྱང་ཅར་རྩྭ་ས་ལ་འགྱུར་ཡ་དེ་འབྲོག་པ་མ་གཏོགས་ལས་ཀ་བྱེད་ཐུབ་མཁན་མི་རྐང་གཅིག་མི་འདུག་འདྲ་བོ་བསམ་གྱི་འདུག་རྒྱུ་མཚན་ག་རེ་ཟེར་ན། དེ་བདག་གཉེར་བྱེད་ཡ་དེ་དཔེ་གལ་ཆེན་པོ་རེད། བདག་གཉེར་བྱེད་སྟངས་དེ་མང་ཆེ་བ་དང་འབྲོག་པ་སོ་སོ་གི་བསམ་བློ་བཏང་ཡོང་པ་རེད། རིག་པ་བསྐུར་ཡོང་པ་རེད། རྒྱུ་མཚན་ག་རེ་ཟེར་ན། ཁོ་ཚོ་བྱས་ན་ད་ལོ་ལྕགས་ར་རྒྱག་གི་རེད།

ཚ་གི་དེ་སྐྱོད་ཀྱི་མདང་དགོས་འདུག་འདུག་ཁོ་ཚོ་བསམ་བློ་དེ་འཁོར་གི་འདུག་དེ་འདྲ་དེ་གཉིས་བརྒྱབ་པ་ད་ནི་ད་དུང་ཁོ་ཚོ་མཚམས་མཚམས་ཨོ། ད་སྣུར་དེ་སི་བརྒྱབ་ན་ཡག་གི་འདུག་རྒྱུ་མཚན་ཁ་ཚ་རྩ་འདྲ་མང་པོ་ཐོར་ཡོང་གི་འདུག་དེ་སྙིགས་བར་གི་སྣུར་དགོས་རེད་པ་ཨ་ནི་ས་སོབ་སོབ་ཆགས་འགྲོ་གི་འདུག་དེ་ཚོ་ཚང་མ་ཁོ་ཚོ་མཉམ་ཡོང་དང་སྐད་ཆ་བཤད་ཡོང་དང་ཨ་ནི་དཔེར་བཞག་ན། སྣུར་ག་ཚད་བརྒྱབ་དགོས་གི་འདུག

ཕར་ཚུར་ལོ་བཅུ་གྲངས་ཅིག་སྔོན་ནས་རྩྭ་བསྲེགས་ཏེ་བགོ་བཤའ་བརྒྱབ་པ་རེད། བགོ་བཤའ་བརྒྱབ་པ་དང་ནི་ད་རྣམ་པ་གསུམ་གྱི་ཐོག་ནས་གཉིས་ཡོད་རེད། གཅིག་དེ་ག་རེ་ཟེར་ན་བགོ་བཤའ་བརྒྱབ་པ་ཡིན། ཡིན་ན་ཡང་ད་ང་ཚོ་ཅིག་སྡེ་བ་འདྲ་བོ། སྡེ་བ་ཆུང་ཆུང་དེ་འདྲ་ཡོད་རེད་བ། སྡེ་བ་ཆུང་ཆུང་དེ་ཚོ་ག་རེ་ཟེར་ན་སྡེ་བ་ཆུང་ཆུང་དེ་ཚོ་མཉམ་དུ་སྡེ་བ་ཆུང་ཆུང་དེ་ནང་ན་སྡེ་དཔོན་ཡག་ཤོས་འདྲ་མི་གཅིག་པའི་སེམས་པ་ག་རུང་ན་ནུས་བ་ཡོད་མཁན་དེ་འདྲ་ཡོད་ན་སྡེ་བ་ཚང་མ་དེའི་སྒང་ལ་ཙོག་ཅིག་ཁོ་ཚོ་མཉམ་དུ་བསྡད་ཡ་འདྲ་བོ། དེ་གཅིག་རེད། དཔེར་ན་མི་ཚང་བཞི་བཅུའི་ལྔ་བཅུ་མཉམ་དུ་བསྡུ་ཡ། ཕྱོགས་གཅིག་དེ་དཔེར་བཞག་ན་འབྲོག་པ་རིགས་དེ་སྤྱིའི་སྒྲིག་གཞི་ལ་བལྟས་པས་ན་དཔེར་བཞག་ན་ང་མི་ཚང་ཆེན་པོ་དེ་རེད། ང་ཚོའི་ནང་གི་ད་བུ་མོ་དེ་ཚོ་མནའ་མ་སོང་ཨ་ནི་བུ་དེ་ཚོ་ཀྱང་ཆང་ཚད་བརྒྱབ་ཅིང་ཨ་ནི་ལོ་ག་ཁྱིམ་ཚང་དུ་ཡོད་དེ་ཚོ་ཡིན་ན། ང་ཚོ་མི་ཚང་ཆེན་པོ་དེ་དང་མཉམ་དུ་བསྡད་ཡ་དེ་ཚོ་ཡོད་རེད། དེ་ཚོའི་བར་གྱི་དཔེར་ན་ཁྱིམ་ཚང་བཅུ་གྲངས་ཀྱི་ང་དྲུག་བཅུ་དེ་ཚོ་མཉམ་དུ་ཡང་འཚོ་བ་གོ་ཚོད་གཅིག་ཏུ་བསྡད་ཡོད་རེད། ཁ་ཤས་ཀྱིས་མི་ཚང་རེ་རེ་ལ་ལྕགས་ར་བརྒྱབ་ཡོད་རེད།
ཁ་ཤས་ཀྱིས་ནོར་གཅིག་གི་མི་རྒྱུ་དེ་འདྲའི་ལྕགས་ར་དེ་སྐོར་གྱི་ཡོད་རེད། དེ་གི་རྣམ་པ་དེ་འདྲ་གི་མ་འདུག་ད་དེ་ཚོ་ཚང་མ་ཁོ་ཚོ་གི་སྡེ་བ་རེ་རེ་མ་འདྲ་བ་རེ་རེ་ལ་ཁོ་ཚོ་ཁོ་ཚོ་ཐུན་མོང་མ་ཡིན་པའི་ཁོ་ཚོ་ཁོ་ཚོ་ཡང་ཀྱི་ལས་སྐལ་གཅིག་དང་གཅིག་འདུག། ཁོ་ཚོ་ཁོ་རང་ཚོ་སོ་སོ་རྩ་འཛུགས་བྱས་སོ་སོ་གཅིག་རྩ་འཛུགས་བྱས་ཡོད་ལ་སོ། མི་སོ། ད་ད་ལྟ་ཁྱེད་རང་གི་ལས་ཀ་དེ་ཆད་པའི་དང་པོ་དེ། རྩྭ་ཐང་བྱེ་མ་འགྱུར་ཚར་འགྱུར་གྱི་རྒྱ་ཁྱོན་དང་ད་ལྟ་ཁྱེད་རང་ཚོས། བྱེ་མ་དེའི་སྒང་ལ་རྩྭ་བརྡབས་འགྱུར་གྱི་རྒྱ་ཁྱོན་དེའི་གྲངས་ཀ་ག་ཚོད་ཟིན་ཡོད། ད་ཅིའི་ཆ་ནས་ང་ཚོས་ད་གར་དེ་ཤོག་ཟེར་ཡོད་དེའི་ས་ཆ་དེ་ས་མོ་ཁྲི་ཚོ་སུམ་ཅུ་སོ་དྲུག་སོ་བདུན་དེ་འདྲ་གཅིག་ཡོད་རེད། དེའི་ནང་ནས་ས་མོ་ཁྲི་ཚོ་བཅུ་དང་ཧམ་པ་ལྷག་ཙམ་བྱེ་མ་འགྱུར་ཡོད་རེད།

ལྟར་འབྲོག་པ་གི་བཙལ་ས་ཞེས་ཤེས་ཚད་སྔོན་འགོག་བྱེད་ཡག་གི་དེའི་དགོན་པ་དེ་མི་འདི་དང་ཚད་མ་བཞག་འགྲོ་ཡག་འདྲ་པོ་དེ་བསམ་བློ་བཏང་གི་ཡོད། ན་སོ། ན་སོ།
ཨན་ད་ལྟ་ཁྱེད་རང་ཚོའི་ཉམས་མྱོང་དེ་ས་སྐྱ་གཞན་དག་ལ་ལག་ལེན་བྱེད་པ་འདི་ཡོད་རེད། དེ་དེ་ཚོ་ཡོད་རེད། དེ་ཀན་སུའུ་གི་མ་ཅུའུ་ས་སྐྱ་དེ་ནི་ཉིས་སྟོང་བཅུ་གསུམ་ནས་འགོ་གསུམ་གྱི་ང་ཚོ་ལས་ཀ་དེ་དེ་བྱེད་ཀྱི་ཡོད། ད་ལོ་ལས་ཀ་དེ་ཚོ་བྱེད་པ་ཡིན། སང་ལོ་དེ་ཚོ་ཆེན་པོ་འདྲ་བྱེད་ཡག་གི། འཆར་གཞི། འཆར་གཞི་ཡིན། དེ་གཅིག་རེད། ཨ་ནི། ཉིས་སྟོང་བཅུ་གསུམ་ལོ་བཅུ་བཞི་ལོ་དེ་བོད་སྐད་བྱེད་པ་རེད།
མར་རྫ་གསུམ་འབྱུང་ཁུངས་ཕྱི་མར་ལེན་དེ་ནི་ང་ཚོ་ཚོད་ལྟ་ཅིག་བྱས་ཡིན། ང་ཚོ་གི་མ་དཔེ་དེ་ཏག་ཏག་ཁོར་གྱིས་ཕྱི་མར་ལེན་བཟོ་དགོས་ཟེར་ན་དེ་ཚོ་ཁག་པོ་རེད། ཡིན་ན་ཡང་ད་མ་བཅོས་འགྲམ་བརྗིད་ཅན་པོ་དེ་ཚོ་ལ་དེའི་མ་དཔེ་དེ་ཁོར་སོང་ན་ཏག་ཏག་དེ་ཏག་ཏག་བསྡད་གི་འདུག་ད་ང་ཚོ་ཞིང་ཆེན་ངོས་ནས་བཤད་ན་ཀན་སུའུ་ཞིང་ཆེན་ལ་མཚོ་སྔོན་ཞིང་ཆེན་ལ་ད་དེའི་ཚོད། རྗེས་འགྲོ་སྐྱེས་པ་རེད། ངོས་སུ།
ད་ལྟ་ཁྱེད་རང་གི་དག་གཙང་ལྷ་མོ་ད་ལྟ་ང་ཚོ་ད་ལྟ་ས་ཆ་འདི་ཁྱེད་རང་གི་འབྲོག་པའི་རིག་གནས་ཀྱི་རྗེས་རེས་བྱེད་ས་ལྟེ་གནས་ཀྱི་གཙུག་བོར་བ། ད་ལྟ་འདིའི་སྐོར་ངོ་སྤྲོད་ཅིག་གནང་ན། ལགས་སོ་ལགས་སོ།
ཨ་ནི་ད་ལྟ་ངས་ང་རང་ངོ་ནས་བཤད་པ་ན་ང་ལི་ཀ་ལ་ཅིག་ཤོག་གསུམ་ལྡན་ལི་ཀ་ཅིག་ཡོད། གཅིག་དེ་ད་རྒྱལ་སྤྱིའི་ཚོགས་པ་ནང་ནས་ཁོའི་སྲུང་སྐྱོབ་ཀྱི་ལས་ཀ་དེ་ཇི་བཞིན་མི་ལོ་བཞི་བཅུ་གྲངས་ཅིག་འགྲོ་གི་ཡོད་རེད། དེའི་ལས་ཀ་དེ་ད་ག་རང་བྱེད་ཀྱི་ཡོད། དཔེར་ན། ཞང་ཆེན་གཉིས་གསུམ་ཅིག་ནས་ལས་ཀ་དེ་བྱེད་ཀྱི་ཡོད་རེད། གཅིག་དེ་རེད། གཉིས་དེ། ང་ཚོའི་ཕ་ཡུལ་ནས་ད་ཕ་ཡུལ་ཀིར་རྡི་ཟེར་དེ་ནས་ཀྱི་འབྲོག་དམངས་བཙལ་སའི་ཁོའི་སྲུང་སྐྱོབ་ཚོགས་པ་ཟེར་ཡ་ཅིག་ཚུགས་རྗེས་ཨ་ནི་ཉིས་སྟོང་བཅུ་ལྷག་མའི་ལས་ཀ་བྱས་རེད། ཉིས་སྟོང་བཅུ་གསུམ་ནས་ཨ་ནི་ང་ཚོ་ངལ་བ་ཁུར་ནས་དེ་ཐོ་འགོད་བྱས་ཡ་དེ་སུ་ཁག་པོ་རེད། དེའི་དེའི་མང་དེ་ཕ་རྒྱུད་ཀྱི་ཨ་ནི།

བཅུ་རྒྱལ་སྤྱི་ནས་ཉི་མ་དེ་རང་བར་དུ་རྩྭ་སའི་སྲུང་སྐྱོབ་ཀྱི་སྐོར་དེ་རྣམ་གྲངས་སྣ་ཚོགས་ལམ་ལུགས་མང་པོ་ཞིག་པོ་རེ་རེ་བཞིན་དུ་ཐོན་ཡོང་གི་རེད། ངེས་སོ། དེ་ཚོ་ཚང་མའི་ནང་ནས་འགྲོགས་པ་མི་འདུག། ཨ་ནི་མ་འོངས་པ་ནས་ང་བསམ་བློ་གཏོང་སྟངས་དེ། ཚན་རིག་པ་ཚན་རིག་པའི་ཡོན་ཏན་ཡོད་རེད། སྲིད་གཞུང་ལ་སྲིད་གཞུང་གི་གོ་སྐབས་ཡོད་རེད། འགྲོགས་པ་ལ་འགྲོགས་པ་གི་ནུས་པ་ཡོད་རེད། འགྲོགས་པ་ཚན་རིག་པ་ཨ་ནི། ཁྱེད་ཀྱིས་སྲིད་སྐྱོང་གི་མི་སྣ་ཚང་མ་སྒྲོག་ཙེ་གཅིག་གི་སྒང་ལ་བསྡད་ཅིང་ཨ་ནི་ང་ཚོ་མཚོ་བོད་མཐོ་སྒང་དུ་ཁ་འབྲལ་གྱི་བདག་པོ་བརྒྱབ་ཡ་ད་འགྲོ། སྐད་ཆ་སྡུག་པོ་ཅིག་བཤད་པས་ན་འབྲོག་པ་ཟས་དང་མི་སྐྱབས་ལ་བསྡད་ཡ་སྟེ། གོ་སྐབས་ཅིག་ཡོད་ན་མེད་ན་བསམ་གྱི་ང་གར་སྟེགས་འདྲ་བོ་དེ་བཟོས་པ་ཡིན། མ་འོངས་པ་ན་དེའི་སྒང་རེད་དེ་འབྲོག་པ་དེ་ཚོ་དེའི་ནང་ལ་ཞུགས་ཀྱིས་ཨ་ནི་རྫོགས་འདི་ཚོགས་ཡ།